གྲོགས་པོ་རྣམ་པ་ཁམས་ཟིན་ང་ད་ལྟ་ཡོད་ས་ནི་ཁམས་མི་ཉག་ཕྱོགས་ཀྱི་ལྷ་སྒང་གྲོང་རྡལ་གྲས་རེད་དེ་རིང་འདི་ནས་ལྷ་སྒང་གྲོང་རྡལ་གྱི་ཐུན་མོང་དཔལ་འབྱོར་སྐོར་གྱི་ལེགས་སྒྲིག་པ་འགའ་ཞིག་ལ་སྐྱེལ་འདྲི་ཐུང་ཐུང་བྱས་ཏེ། ཨོ་གྲོགས་པོ་རྣམ་པ་ཁམས་བཟང། དེ་ནས་ང་མིང་ལ་ཀུན་དགའ་ཆོས་འཕེལ་ཟེར་རེད་ནས། ང་འདྲ་སྐྱིད་ན་འདི་ལྟ་ལྷ་སྒང་སྡེ་བ་གི་ནང་ཆ་གཞིར་བཀོད་སྤྲོ་འཆི་གི་ལ་རྟ་སྙིགས་མི་འཇིག། དེ་ནས་གཙོ་བོ་འདྲ་བགྱིས་ན་ལྷ་དགོངས་བདེ་བ་འདི་གནང་ལ་རྟ་མགོ་ལ་མ་ལ་བང་སྟེགས་སུ་ཉལ་དང་འགན་ཁུར་བ་བགྱིས་ཡོད། ང་ཚོ་རྟ་ཤོག་བཞི་བཟོས་ཀྱི་ཡོད། རྟ་གི་མཚོ་ཕ་བཞི་བཟོས་ཀྱི་ཡོད། ཉི་མ་རེ་རེ་བཞིན་དུ་རྟ་ཤོག་དང་པོ་ནས་བཞི་པ་བར་དང་དེ་འདྲ་བཟོས་ན་སྐོར་ར་བརྒྱ་ནང་བར་བགྱིས་ཀྱི་ཡོད་རེད། དེ་ནས། ད་ལྟ་འདྲ་བགྱིས་ན་ང་ཚོ་གོ་ལྟ་ཞོག་བཞི་དུ་དུ་ཁ་བཅུ་གསུམ་དགོས་ནི་དུ་ཁ་ལྔ་བཅུ་ཁ་གྲོངས་དུ་ཁ་བདུན་བཅུ་ནི་དུ་ཁ་བརྒྱ་དང་བདུན་བཅུ་དོག་གསུམ་པ་དུ་ད་ལྟ་མ་སོང་ང་ཚོ་གོ་ལྟ་ཁྲིད་ནི་འདུས་འོ་རེད་ནི་ངོ་མ་འདྲ་བགྱིས་ན་རྒྱ་ཡི་སྐོར་འདི་ནང་ལས་ཁེན་ཡིན་ན་དེ་འདྲ་གི་མང་པོ་ཡོད་ལ་མ་རེད་ད་ཡིན་ན་ཡང་ད་ལྟ་འདྲ་བགྱིས་ན་ད

རླུང་འཁོར་བཞག་ས་ཆེན་པོ་ལས། དེ་ནས་མི་དེ་ཚོ་གྲོགས་མོ། ཁྱི་དེ་ཀོ། གྱེས་མོང་གྱེས་མོང་རེད་ནི་ཡར་ལ་འགྲོ་བཞག་ག་ལ། དེ་ནས་རླུང་འཁོར་བཞག་ས་དེ་ཚོ་ང་ཚོ་མང་པོ་ལ་དགོས་རྒྱུ་འདྲ་འདྲ་ལྟ་འདྲ་གི། ཏང་དང་སྲིད་སྐྱོང་གི་བཀའ་ཁྲི་ཆེན་པོ་བཟོ་ཡོད་རེད་ད། ད། ང་ཚོ་གི་ལྟ་ཁྲིད་རྒྱུ་འདྲ་གྱིས་ན། ཉིན་མ་རེ་རེ་བཞིན་འདི་ལ་རང་རང་སོ་སོ་གི་ད་ཀྱི། ལྟ་ཕྱོགས་རེ་རེ་གི་ཟེར་ས་དེ། སོ་སོ་གི་ལྟ་ཁྲིད་ཀྱི་ཉིན་མ་རེ་རེ་གི་སྒོ་མོ་དེ། ང་ཚོ་གི་ཉིན་མ་རེ་རེ་རེ་རེ་མ་ལ་སྒོ་ནས་འགྲོ་རེད། དེ་ནི་ང་ཚོ་ཐུན་མོང། དཔལ་འབྱོར་གྱི་ངོ་མ་བཟོས་ས་ད་མི་ཚེ་སྟར་འདྲ་གི་ཡར་རྒྱས་གཏོང་ཡོད་རེད།